སྤེལ་བ་དེའི་སྐོར་ལ་ཡང་ནི་ངས་མཐོང་ཐོས་དེ་ཞུ་གི་ཡིན། ད་འདིའི་ནང་ལོགས་ལས་དང་པོ་དེ་ག་རེད་ཟེར་ན། ཨ་ནི། རྒྱ་ནག་གཞུང་གིས་རི་སྐོར་དམག་འཁྲུག་སྐོར་ལུག་ཤུགས་རྫུན་བཟོ་བྱས་པ་དང་གཅིག། གཉིས་པ་དེ་ག་རེད་ཟེར་ན་ཨ་ནི། ད་རེས། འཛམ་བུ་གླིང་ནང་ལོགས་ལ་ཡང་ད། ཡོངས་གྲགས་ཀྱི་གཅིག་སྡུད་ཀྱི་དབང་འཛིན་པའི། ཨ་ནི། དགོས་པ། ཨ་ནི། ར་ཤི་ཡའི། སྲིད་འཛིན་པུའུ་ཧྲིན་དང། བྱང་ཀོ་རི་ཡའི་སྲིད་འཛིན། ཅིན་ཀྲེང་ཨན། ཁོ་གཉིས་གཉིས་གཙོས་པའི་རྒྱལ་ཁབ་ཉི་ཤུ་རྩེ་གཅིག་གི་འགོ་ཁྲིད་བཅས་བཏང་རྗེས། ལྔ་མདོའི་ཚོང་སྒོ་བྱས་པ་དེ་དང་དེ་དང་མཉམ་དུ། ཞི་ཅིན་ཕིང་དང་པུའུ་ཀྲིང་ད་ཨ་ནི་ཅིན་ཀྲེང་ཨན་ཁོང་ཚོ་གསུམ་གནམ་བདེ་སྒོ་མོའི་སྡིངས་ཆའི་སྒང་ཡར་ཡོང་པའི་སྐབས་ཡ་ཨ་ནི་ཁོ་རང་ཚོས་ཆེས་གསང་བ་ཆེ་ཤོས་ཀྱི་བདག་མདའ། མིའི་ནང་ཆ་གློག་ཆེན་པོ་རྙིང་སར་འདི་འདྲའི་བྱི་ལེན་བྱེད་ཡག་གི་བདག་གཙོ་བོ་མང་ཆེ་ད་ག་རེ་ཟེར་ན་ཆབ་སྲིད་རྩོམ་པ་འབྲེག་ནག་ལོ་ནས་གསོན་པོ་ཁོ་རང་བྱི་ལེན་བྱས་པའི་གནས་ཚུལ་ནམ་རྒྱུན་གསང་བ་ཆེན་པོ་ཆེ་བས་བཞག་སྟེ་ད་རེས་ཨ་ནི་མ་ཕྱི་དྲག་བྱས་པའི་སྐོར་འདི་གཅིག་བྱས། ཨ། དེ་ནས་གསུམ་པ་དེ་ག་རེད་ཟེར་ནས་ད་རིག་དམག་དོན་རྔམ་སྟོན་དེའི་ནང་ལ་ཡར་འཁོན་ཚོས་ཨ་ནི་གོ་མཚོན་གསར་པ་ཡིན་ཟེར་བྱས་ཨ་ནི་གཅིག་གི་གནམ་གྲུ་ད་ད་ག་ནང་བཞིན་དུས་ག་ཚོད་རེད་འཕུར་མདེལ་ད་མེད་སྐྱོག་འདྲ་མ་འདྲ་ད་ཨ་ནི་མི་མེད་པའི་གནམ་གྲུ་ད་ཟ་དེ་འདྲའི་གོ་མཚོན་མང་པོ་ཞིབ་གཅིག་ད་ཨ་ནི་མར་བཀྲམ་བྱས་ཨ་ནི་རྫིག་རྫིག་ཞིབ་བྱེད་ག་བྱས་ཡོད་དེ་ལས་ད་དངོས་གནས་རྒྱལ་སྤྱིའི་ནང་ལོགས་ལ་ཡ་ནི་ཚོད་འཛིན་ཐོག་ལ་ཡ་ནི་ཉམས་ཞིབ་བྱེད་མཁན་མི་དེ་ཚོས། ད་རེས་ཁོ་ཚོའི་ཚོད་འཛིན་ད་གང་ཕྱི་ལོགས་ལ་ཡ་ད་འདྲ་ཆག་ཆག་གི་མིག་སྟེང་ཙམ་མི་འདུག་དོན་དག་ངོ་མ་ལ་ཡ་ཞིབ་པོ་གཅིག་སྨྲ་བ་ཐོག་ལ་ཡ་ཕན་ཐོགས་ཞིག་ད་ཡོད་མ་རེད། གང་ཡིན་ཟེར་ན། ནམ་མཁའི་མཁའ་དབྱིངས་ལ་ཡ་ཨ་མི་རི་ཀའི་དཔེ་སྟེ་ག་སུ་རེད་ད་ད། མི་གསོད་འཁྲུངས་སྐར་མང་པོ་ཞེ་བོ་གཅིག་ཡོད་པ་འདི་གས་གས་ནི། ཁོ་ཚོའི་མཐུན་ལམ་དེ་ག་སུ་རེད་ད། སྐབས་ཡིན་ན། འདི་གས་མང་ཆེ་ག་ཡིན་ཟེར་ན་བར་ནས་བར་སྣང་སྟོང་ལ་འགྲོ་དགོས་དུས་ཙམ་ནས་གསུམ་ག་གྱུར་རྗེས་དགོས་དུས་འདི་གས་སྐད་གོ་རྒྱུ་ཡང་ཡོད་མ་རེད། དེ་ཡིན་དུས་འདི་གས་ག་རེ་ཟིན་སྟབས་ཅིག་གིས་ཕྱི་རྫིག་ནང་སྟོང་རེད་ཟེར་ཅེས་འདི་འདྲའི་བཤད་པ་གཅིག་བྱས། ཨ། དེ་ནས་དེའི་ཤུགས་ཀྱིས་དེ་ད་རེས་ཀྱི་དམག་དོན་རྔམ་སྟོན་དེ་བརྒྱུད་པའི་བྱས་རྗེས་དེའི་ནང་ལས་སྙན་དམག་ག་ལ་དགོས་ཟེར་ན་ནི། ཞིས་ཅིན་ཕིང་གིས་ད་གཙོ་བོ་བྱས་པའི་ནི་ད་རེས་གཅིག་གི་གོ་གུང་ཁྲན་ཏང་གི་སྲིད་དབང་བརྟན་པོ་ཡོད་ཚུལ་བསྟན་རྒྱུ་རེད་དེ་དོན་དག་ཏུ་དེའི་ནང་ལོ་ལེ་ཡ་རྒྱ་ནག་གི་རྒྱལ་ཡོན་ཕྱིན་པའི་ཝུན་ཅཱ་པའོ་ལ་སོགས་པ་དང་ནི་ཁོང་ཚོ་རྒྱལ་ཡོན་ཕྱིན་པ་མི་མང་པོ་ཞིག་གིས་ད་རེས་ཉེ་ཆར་ལ་ཡ་ནི་ཁོང་ཚོས་ཨ་ནི་ག་ཟོ་རེད་ད་འདྲ་ཆབ་སྲིད་ཇུས་ནག་ལོག་རེད་ཡ་ཨ་ནི་པི་ཏི། སློབ་སྟོན་ཚོགས་པ་ཟབ་རེད་ད་ག་འདྲ། དེ་འདྲས་ཅིག་བཙུགས་ཆེ་འདིས་དབང་ཆ་ཟིང་པོ་ཡོད་པ་དང། ཨ་ནི་ད་རེག་དམག་དོན་གི་རྔམ་སྟོན་འདི། ཨ་ནི། རྒྱ་ནག་དབུས་དམག་དོན་ལྷན་ཁང་གི་ད་འདྲ་འགོ་འཛིན་གཞོན་པ། ཨ། ཀྲང་ཡུའུ་ཞག་གི་བྱེད་ཀྱི་ཡོད་པ་དང་འདིའི་ཁར་མཚོན་དགོས་རེད་ལབ་ན། རྒྱ་ནག་གི་གཉེན་མ་ཡིན་ན། རྒྱ་ནག་གུང་ཁྲན་ཏང་གི་མེ་མདའ་ལ་ཁང་བ་བྱེད་པར་ཁ་ལོ་བསྒྱུར་གི་ཡོད་རེད། ལག་པ་བྱེད་ཀྱི་ཡོད་རེད་དེ་ད་ལྟ་གར་ཆགས་རེད་ཟེར་དུས་ད་དམག་དཔུང་གིས་ཚོ་གུང་ཁྲན་ཏང་ལ་ཁ་ལོ་བྱེད་གི་ཡོད་པ་དེ་ར་སྤྲོད་བྱུང་བ་རེད་གང་ཡིན་ཟེར་ན། ད་ལྟ་ཀྲང་ཡུའུ་ཞཱ་ཟེར་མཁན་དེ་གཉེན་མ་ཡིན་ན་ཁོ་ཁོ་རང་ཚོ་གོ་གནས་རེ་འཚིབ་ཡིན་ན་ཁོ་དམག་དོན་ཨུ་ཡོན་ལྷན་ཁང་གིས་ཨ་ནི། རྒྱལ་མཚན་ཟ་བ་ར་ད་ག་ར་སྤྱི་ཁྱབ་དུ་བྱོན་པ་དེ་ཡིན་དུས་ཙམ་ནས་དེ་རྒྱལ་ཁབ་རིམ་པའི་གོ་སྒྲིག་ཨང་གཉིས་པའི་ཁོངས་སུ་མ་དོ་བརྩིགས་མེད་དུས་ད་རེས་ཁོ་པ་དེ་རྒྱལ་ཁབ་རིམ་པའི་ཨང་དང་པོའི་མི་རྒྱལ་ཡོན་གྱི་གོ་སྒྲིག་ཟུར་པ་དེ་ག་ཡིན་མདོ་བསྡད་ཡོད་དུས་འོ་འདི་ནི་གོ་ད་གསར་པ་ཕྱིན་པ་ད་ནི་དེ་ནས་ཡང་བསྐྱར་ཅི་གར་བསྟེན་སྐོར་ཟེར་ན་ལི་ཨ་ནི་ད་མགྱོགས་པོ་རྒྱ་ནག་གི་ད་ལྟ་དམར་ཤོག་གི་ཆབ་སྲིད་ཅུས་ཀྱི་ཚོགས་འདུ་དེ་རྒྱས་པ་དེའི་ནང་ལོ་ལི་ཨ་ནི་ཨ་ནི་ཝུ་ཁྲུན་ཧོ་དང་ཝང་དབྱང་ཁོ་གཉིས་གཉིས་ཀྱང་རྒྱ་ནག་ནང་གི་ཨ་ནི་པ་ཏི་ཤུལ་འཛིན་དབང་ཆའི་ལྟེ་གནས་ནང་ལས་ཀྱི་ད་ཨ་ནི་ཟེར་ཡག་བྱས་ནས་ཝུ་ཁྲུན་ཧོ་གི་སྤྱི་ཁྱབ་དྲུང་ཆེ་དང་ཝང་དབྱང་གི་ཨ་ནི་རྒྱལ་སྲིད་སྤྱི་ཁྱབ་ཁང་གི་སྲིད་འཛིན་སྲིད་བློན་བྱེད་ཀྱི་ཡོད་རེད། འོ་ཁོང་ཚོའི་རྒྱབ་ལོགས་ལས་དབོན་ཇག་བབ་གི་ད་ཁོང་ཚོར་ཅིག་གི་ཇུས་དོན་གཉེར་ཟིན་ལེ་མི་འདུག་ད་གང་ལྟར་བཀོད་པ་བཤད་ཉན་མི་འདུག་འོ་དེ་འདྲས་བྱས་བྱས་ཨ་ནི་ཞི་ཅིན་པིང་ད་གཟུགས་པོ་ཐང་པོ་མེད་པའི་སོང་ཙང་ཨ་འདི་ནས་ཁོ་རྒྱལ་ཡོན་བཟོར་ཕྱིས་བྱས་ཨ་ནི་འདུག་ཟེ་རེད་བྱས་དེ་འདྲས་གི་གནས་ཚུལ་ཅིག་ད་ཕྱི་ལོགས་ནས་བཤད་འདུག་འདུག་འོ་དེའི་ནང་ལོགས་ཀྱི་ངས་གནས་ཚུལ་ཅིག་མ་ཞུ་བ་ཡིན། ཡིན་རྒྱུ་ཆ་ན་ཁ་སིན་ད་ཉི་མ་ཁ་ཤས་ཀྱི་གོང་དེ་སྙེད་གནས་འདུག་འདི་གྲ་སྒྲིག་བྱས་ཚར་ཏེ་ལས་ཡིན་ནས་ལས་ཀྱི་བར་སྐབས་ཕྱིན་ལས་སྔར་དེ་གློ་བུར་ཐོབ་རྒྱག་གི་ཅིག་ན་ནི་ཨ་ནི་རྫ་བྲག་སྨན་ཁང་ན་ལ་ཡར་ཕྱིན་རྗེས་སྨན་བཅོས་བྱེད་སྒོ་འགྲོ་དུས་ཉིན་ཤས་ཀྱི་གྱང་ས་འོག་འདི་འདྲས་འདི་དགོངས་པ་བཞེས་རོགས་གནང་ཞུ་བ་ཡིན་ཨ་ནི་བྱེད་ལས་དངོས་གཞི་དེ་མ་གོ་ཚུལ་བ་ཡིན་མཐོ་ཆེན་གནང། སྤྱི་ལོ་ཉིས་སྟོང་ཉི་ཤུ་ཚེས་ལྔའི་ཟླ་བ་དགུ་བའི་ཚེས་པ་གསུམ་ཉིན་ཁ་བྲལ་རྒྱ་ནག་དམར་གཞུང་གི་རྒྱལ་ས་ཐང་ཐ་པེ་ཅིན་དང་ཉེ་འཁོར་ས་གནས་མང་པོ་ཆེ་རུ་ཡང་མི་མང་འདུ་འཛོམས་དང་གྲོངས་ཏེ་དམ་བསྒྲགས་ཆེན་པོ་བྱས་རྒྱལ་ཕྱི་ནང་སྲིད་དབང་སྒེར་འཛིན་གྱི་རྒྱལ་ཁབ་དང། ཁ་ཤས་ཡོད་པའི་ནང་གི་ར་ཤི་ཡའི་སྲིད་འཛིན་པུ་ཧྲིན་དང་བྱང་ཀོ་རི་ཡའི་སྲིད་འཛིན་ཅིན་ཀྲེང་གཉིས་ཀྱིས་གཙོས་པའི་རྒྱལ་ཁབ་ཉི་ཤུ་ཙམ་གྱིས་འགོ་ཁྲིད་ཨ་ནེ་ཀོང་བཅས་དཔེ་ཆའི་གནམ་བདེ་སྒོ་མོ་ཕྱེས་པའི་ཐང་ཆེན་མདོ་ལའི་རི་སྐོར་དམག་འཁྲུག་དང་འཛམ་གླིང་ཧྥ་ཤི་སི་ལ་དམག་འཁྲུག་རྒྱལ་ཁབ་ཐོབ་ནས་ལོ་བརྒྱད་ཅུ་འཁོར་བའི་དྲན་གསོའི་ཕྱི་ལ་སྤུངས་ཤོག་ངོམ་གཡག་དང་དམག་མི་དང་གོ་མཚོན་རྔམ་སྟོན་འཁྲུངས་སྐོར་སྔ་མ་འཛིན་རིས་སྤེལ་ནས་ཁོ་ཚོའི་ཁ་གཏད་ཨ་རིས་གཙོས་པའི་ནུབ་ཕྱོགས་རྒྱལ་ཁབ་དང་ལྷོ་ཨེ་ཤི་ཡའི་དམངས་གཙོའི་རྒྱལ་ཁབ་འཇར་པན་དང་ཐེ་ཝན་སོགས་ལ་དྲག་ངོམ་བྱས་པ་དང་མཉམ་རྒྱ་ནག་མི་དམངས་ལ་ཡང་ཞི་ཅིན་ཕིང་འགོ་ཁྲིད་པའི་གུང་ཁྲན་ཏང་ལ་སྟོབས་ཤུགས་ཆེན་པོ་ཡོད་ཚུལ་བསྟན་ནས་རྒྱ་ནག་སྲིད་དབང་བརྟན་བརླིང་དང་ཁ་བྲལ་ངོ་རྒོལ་བྱས་ན་ཕམ་ཉེས་འགྲོ་རྒྱུ་ཡིན་པ་བཤད་ཡོད་རེད། དངོས་དོན་གྱི་ལོ་རྒྱུས་ལ་རྒྱུས་མངའ་ཡོད་མཁན་ཚོས་ནི་རི་ཀོང་དམག་འཁྲུག་རྒྱག་མཁན་དེ་ད་ལྟའི་ཐེ་ཝན་ལས་རའི་གོ་མིན་ཏང་གི་སྐབས་དེའི་སྲིད་གཞུང་དང་དམག་མི་ཚོ་རེད་གུང་ཁྲན་ནང་མ་རེད། ཨ་ནི་གུང་ཁྲན་ཏང་དང་དེའི་དམག་དཔུང་དེ་སྐབས་དེ་དུས་ཧྲན་ཞི་ཟེར་བའི་ད་ལྟ་དེ་ཞིང་ཆེན་གྱི་ཨ་ནི་ཡན་ཨན་སར་ལུང་ཁུག་ནང་ལོགས་ལི་ཡ་ད་དེ་ཨ་ནི་ཁོ་རང་ཚོ་དེ་དུས་གནས་སྟངས་སྐྱོ་བོ་ཡིན་དུས་མཐའ་མ་ཉལ་ཐག་ཐབས་བྱས་ཨ་ནི་དེའི་ནག་ཚོང་རྒན་པའི་འགྲོ་སོང་དེ་ཨ་ནི་ཁུངས་འཁྱོལ་ཐབས་བྱེད་ཀྱི་ཡོད་རེད། ད་ཡིན་ནའི་ཁོང་ཚོས་ངེས་མེད་རེ་བ་གུས་གཏོང་རུ་བ་ཆུན་ཆུན་དེ་ཏིག་ཏིག་བརྒྱབ་ཡོར་དེ་ཡིན་ནའི། གྱད་གཅིག་ཆེ་ཤོས་དེ་ག་རེ་སི་ནའི་ལིན་པའོ་སྒོ་ཐི་བའི་ཕིང་ཤིས་ཀོན་སི་ངེ་ཏི་ལི་ཡ་ཇཱ་པན་གི་ཀོན་ཏུང་དམག་མི་ད་ཤོག་ཅིག་ཨ་དེ་འདྲའི་རྩ་མི་དམ་པའི་ལུག་རྒྱུད་ད་ཁོ་རང་ཚོ་འུར་རྒྱག་ཡོད་ན་མེད་ན་དེ་རེད་དེ་མ་གཏོགས་གཞན་པ་ཞིག་རག་ཡོག་མ་རེད། སྐབས་དེ་དུས་གུང་ཁྲན་ཏང་གིས་ད་ལྟ་ཨ་ནི་དམག་དཔུང་ཡིན་པ་ཨ་ནི་ཤིན་སི་ཅུན་ད་ཨ་ནི་པའ་ལུ་ཅུན་ཟེར་ཡག་དེ་གི་ནི་གོ་མིན་ཏང་གི་གཞུང་གི་ཕོགས་སྤྲད་ཀྱི་ཡོད་རེད་དམག་གུས་སྤྲད་ཀྱི་ཡོད་རེད་དམག་ཆས་མཚོན་ཆ་དག་སྤྲད་ཀྱི་ཡོད་རེད། ཡིན་ནའི་ཁོ་ཚོས་དམག་མ་བརྒྱབ་རྗེས་གང་ཡིན་ཟེར་ན་གོ་མིན་ཏང་དམག་མིས་རྒྱ་བལ་དམག་རྒྱ་གཞུ་འགའ་འདིའི་བར་རྩེ་ལ་ལས་ཡག་ཁོ་ཚོས་ས་ཆ་དེ་གའི་གུང་ཁྲན་ཏང་དམག་མིས་ཟ་གི་ཟ་གི་ཟ་གི་ཅེས་ཨ་མར་ཟེར་འདུག་ཤུལ་དེ་ལས་ཁོ་ཚོས་ནི་འཐབ་ཕྱོགས་གཅིག་སྒྲིལ་བཟོ་དགོས་པ་དང་དེང་སང་རྒྱ་མིས་གུང་ཁྲན་ཏང་གི་བྱེད་སྟངས་ཡག་ཤོས་དེ་ནི་གོ་མིན་ཏང་དམག་མིས་དེ་གའི་ལས་ཡག་ཁོག་པ་རྒྱང།

མའོ་ཙེ་ཏུང་གིས་སྙེ་མ་ལོ་རབས་བརྒྱད་ཅུའི་གནའ་ལོར་རྒྱ་དཔེ་སྲིད་བློན་ཐན་ཀྲུང་ཇག་རུང་སྲིད་གཉེར་དེས་རྒྱ་ནག་མཚན་དཔེ་སླེབས་པའི་སྐབས་ཡ་ཁྱི་ཚོས་གུང་ཁྲན་ཏང་གི་སྲིད་དབང་སྲིད་འབྱོར་རྒྱབ་སྐྱོར་བྱེད་གནང་བ་ལ་ཡ་བཀའ་དྲིན་ཆེ་ཞེས་བཤད་པ་ལྟར་སྐབས་དུས་དུས་རི་སྒོ་མ་དྲུག་རྒྱང་རྒལ་དགོས་མི་བཏང་ཡིན་ན་ཡང་ད་ཆ་ལུག་ཁྱུ་རྫུན་བཟོ་བྱས་རྗེས་ནི་ཁོང་ཚོ་ཡིན་ཟེར་ལབ་པ་དེ་དངོས་གནས་བོད་པའི་གཏམ་རི་སྒྲ་མི་གསལ་བའི་གོ་ལ་ལེན་པ་ཟེར་བ་བདེན་པ་བདེན་རྐྱང་ཆགས་བཞག། རྒྱ་ནག་དམར་གཞུང་གི་འགོ་ཁྲིད་གསར་པ་དམ་པའི་དབང་དབྱང་དང་ཝུ་ཀྲུང་ཧྥ་ཉིལ་ཡ། ཁུ་ཉིན་གཉིས་ལ་རྒྱབ་སྐྱོར་བྱེད་མཁན་རྒྱ་ནག་གི་ཡུལ་ཕྱིན་ཟིན་པའི་ཝང་ཅའོ་པའོ་དང། སོགས་འགོ་ཁྲིད་རྙིང་པ་ཁག་ཅིག་དང་མཉམ་དུ་རྒྱ་ནག་དབུས་དམག་དོན་ལྷན་ཁང་གི་གཙོ་འཛིན་གཞོན་པ་དམག་དཔུང་གི་ལྟ་སྐོར་དུ་སོག་རིགས་དང་ཀྲང་ཡུས་ཞཱ་མངོན་གསལ་དོད་པོས། རྒྱལ་ཁབ་རིམ་པའི་འགོ་ཁྲིད་ཀྱི་བང་རིམ་ནང་གསར་པ་སླེབས་ཡོད་པ་འདིས་ནི་གཞུང་འབྲེལ་བརྙན་འཕྲིན་ནང་དུ་སྟེ་དུས་ཙམ་ནས་ནི་རྒྱ་ནག་དམར་གཞུང་གི་དམག་དཔུང་ལ་བཀོད་པ་བཏང་མ་ཐུབ་པར་ད་ཆ་དམག་མི་ཚོ་ནི་གུང་ཁྲན་ཏང་ལ་བཀོད་པ་བཏང་ཡོད་པ་གསལ་པོ་ནི་ད་རེས་ནི་རྒྱ་མི་རྒྱ་ནག་གཞུང་གི་ཁོང་ཚོས་ད་གདན་འདྲེན་ཞུས་པ་ཟ་བ་ཟུར་བ་པུའུ་ཧྲེང་དང་ཅིན་ཀྲང་ཨན་ཟིང་ཧེ་དང་སོགས་པ་ད་འཛམ་བུ་གླིང་ནང་གི་ད་ཚིག་དབང་གཅིག་སྡུད་མི་དེ་གས་ཨ་ནི། ཁོ་ཚོ་གནམ་བདེ་སྒོ་མོའི་ཟླ་ཟླར། ཐང་ཆེན་གྱི་སྡིངས་ཆའི་སྒང་ནས་ཡར་འཚུབ་གོང་འཕར་ཅིག་བྱས་ཡོང་པའི་སྐབས་ལ་ཡ། ཨ་ནི། པུའུ་ཀྲིང་དང་ད་ག་ན་བཞིན་ཞི་ཅིན་ཕིང། ད་ཨ་ནི། དེ་ཁོ་ཅིན་ཀྲང་ཟེར་ཁོ་ཚོས་ད་ག་ནས་སྤྱི་འཐུས་མི་འདུག་བཤད་པའི་སྐབས་ལ་ཡ། རྒྱ་དམར་གཞུང་གིས་ལོ་མང་རིང་ལས་ཆབ་སྲིད་བཙོན་པ་དང་དེའི་ནང་ཧྥ་ལུང་ཀོང་དང་ཤིང་ཅང་དང་བོད་པའི་བཙོན་པ་དེ་གའི་མི་གསོན་པོའི་གློག་བརྙན་ཚང་མ་བཀོག་ནས་གུང་ཁྲན་ཏང་གི་དཔོན་རིགས་དང་ཕྱི་སྡོད་མི་སྣ་ཚོར་རིན་གོང་ཕྱིར་ཐག་གཅོད་ལེན་བྱས་ནས་བཙོང་དང་བཙོང་བཞིན་པས་གནས་ཚུལ་དེའི་གསང་བ་དེ་རྒྱ་ནག་གི་གསང་བ་ཆེ་ཤོས་དེ་དག་ད་རེས་ཞི་ཅིན་མིང་དང་ར་ཤི་ཡ་སྲིད་འཛིན་པུ་ཧྲིན་གཉིས་ཀྱིས་དང་ལེན་ངོས་གནང་ལས་ནང་དོན་ཆགས་སྡང་གཞུང་འབྲེལ་སྙན་སྒྲོན་བྱས་པ་བརྒྱུད

འདི་འདྲའི་ཅི་བྱེད་སྒྲུབ་ལ་ནི། དེའི་སྐོར་ཡང་ད་ལྟ་རྒྱ་ནག་ནང་ལས་ལྟ་བར་དེ་ཁྱོད་ནི་མི་དེ་གའི་ཧང་རི་སངས་ཅེས་ཨ་ནེ་རི་བལ་ཨ་ནེ་ཁོང་ཚོའི་དྲ་ལམ་ནང་ལས་ལྟ་སྐྱོན་བརྗོད་ཤུགས་ཆེན་པོ་བྱེད་ཀྱི་ཡོད་པ་དེ་ཨ་ནེ་ལམ་སང་བསུབ་བཞག་ཞེས་བྱས་ནི་འདུག་ཡིན་ནའི་ཕྱི་ལོག་མི་ཚང་མས་ད་གནས་ཡུལ་དངོས་གནས་ཚུལ་དངོས་ཡིན་པ་ཨ་ནེ་གསལ་པོ་ད་མཐོང་ཐུབ་པ་རེད། ད་རེས་དེ་དང་མཉམ་དོ་ཡར་དེང་དུས་ཀྱི་འགོ་འཛིན་གསར་པ་ཤུགས་དྲག་ཅན་མང་པོ་དཔལ་ན་མེ་ཤུགས་འཕོ་འདེད་དང་མི་མེད་དམག་འཁྲུག་དང་ལྕགས་ཐབ་གོ་ལ་ཁ་ས། དམག་འཐབ་དངོས་མེད་གནམ་གྲུ། སྒྱོགས་མདེལ་གནམ་དམག་སོགས་འདི་འདྲས་དྲང་ངོམ་བྱས་པ་འདི་དག་གིས། གལ་སྲིད་ཨ་རིའི། མཁའ་དབྱིངས་སུ་གྲངས་ལས་འདས་པའི་གསུམ་རྐང་གི་བརྒྱུད་ལམ་བཀག་པ་ཡིན་ན། གོ་མཚོན་འདི་དག་བེད་མེད་དུ་གྱུར་ནས། ཨ་ནི་ཁོ་སྐད། དངོས་གནས་བོད་པའི་གཏམ་དཔེ་ན་ཡོད་པ་དག་ལ་ཡང་ཨ་ནི་བོང་གུའི་དབོ་དེ་ནང་བཞིན། ཨ་ནི་ཕྱི་དེ་ནང་སྟོང་རེད་ཟེར་ཅེས་ཨ་ནི་རྒྱལ་སྤྱིའི་དམག་དོན་མགོ་འཛིན་དབྱེ་འབྱེད་བྱེད་མཁན་ཚོས་གསལ་སྟོན་བྱེད་ཀྱི་འདུག་ཟླ་འདིའི་སྐོར་ལ་ཡང་གསལ་སྟོན་བྱེད་པའི་བརྙན་འཕྲིན་འདྲེ་མང་པོ་མཐོང་ཡ་འདུག་ཟླ་འདིའི་ནང་ལ་ཁོ་ཚོ་ཁ་ཤས་ཕྱི་ལོག་ལས་དྲག་ཆག་ཆག་བསྟན་ཡ་རེད་མོ་ད་དོན་དག་ངོ་མ་ཨ་ནི་སྐབས་དེའི་དམག་རྒྱལ་དུས་སྐོར་ནུས་པ་ཐོན་པ་ཟེར་མཁན་ཡོད་མ་རེད། འདིར་ད་རེས་ཕྱི་ཚུལ་ཡང་དག་རེ་གཅིག་གི་གཞི་བུ་གཅིག་ཡོད་མདོག་མདོག་ངོ་མ་མ་གཏོགས་དོན་དག་ངོ་མ་གང་དེ་གའི་ནུས་པ་ག་གེ་ཡོད་མ་རེད་ཅེས་དེ་འདྲའི་ལབ་གི་འདུག། དབང་གི་གཏམ་ཟེར་མཁན་དྲ་གྲོགས་རྣམས་ལ་ཡང་ཨ་ནི་ངས་བཀྲ་ཤིས་བདེ་ལེགས་འཚམས་འདྲི་ཞུ་གི་ཡོད། ཨ་ནི་དོན་ཐེངས་རྗེས་མ་འདིའི་ནང་ལ་དོན་ཐེངས་གསུམ་པ་ཟ་ཧོར་ཟླ་འདིའི་ནང་ལོགས་ལ་ཡག་འདི་ཡིན། ད་འདྲ། ཁ་སེང་ཞི་ཅིན་ཕིང་ཁོ་བོས་སླེབས་པའི་སྐབས་དེ་ལ་ཡང་ད་ལྟ་ཨ་ནི་རྒྱལ་ཡོངས་ཆབ་སྲིད་གྲོས་ཚོགས་ཀྱི་སྲིད་དོན་གཞོན་པ། ཨ་ནི་མ་འོངས་པའི་རྒྱ་ནག་གི་དབང་འཛིན་གཟིམ་ཡན་ཝུའུ་ཀྲུང་ཧྭ། ཨ་ནི་བོད་ཀྱི་ད་ལྟ་ཀོང་པོ་ཉིང་ཁྲི་གྲོང་ཁྱེར་གྱི་ཁོངས་གཏོགས་ད་ལྟ་སྨི་ལིང་རྫོང་ནང་ཡོད་པའི་ཡར་ཀླུང་གཙང་པོའི་ཆུ་ཤུགས་གློག་ཁང་དེ་ལ་ཡང་བརྟག་དཔྱད་བྱིན་པའི་སྐོར་དེ་ཀོ་ལི་ཡ་ནི་ངས་གཅིག་བཟོ་ཡ་ཡིན་ད་དེའི་ནང་གཙོ་བོ་དེ་ག་རེད་ཟེར་ན་གློག་ཁང་དེ་ད་ལྟ་རྒྱ་ནག་གི་གློག་ཁང་ཆེ་ཤོས་ཡིན་པ་དང་གློག་ཁང་དེའི་ནང་ལ་ཡ་གློག་ཁང་ཁག་ལྔ་ཚོ་ཡོད་པ་ཨ་དེའི་ནང་གློག་ཁང་བརྒྱ་ཉེར་གི་རྒྱ་མི་འབུམ་གཉིས་ལྷག་ཆེ་ད་ཁོང་ཚོ་དང་ཉེ་འབྲེལ་གི་མི་འདྲེ་ད་ཅིག་ནང་མི་ཁྱིམ་དཔེ་འཇགས་དེ་འདྲས་མང་པོ་ཞི་བོ་ཆེ་སླེབས་པ་ཡིན་ན་ཕལ་ཆེར་མི། རྩ་བའི་གཅིག་བརྩེགས་ཀྱི་སྟེང་ཀོང་པོའི་ནང་རོལ་ཡས་ཞེས་བྱ་ཡག་གི་དེ་འདྲའི་གནས་ཚུལ་ཅིག་ཞུ་འདོད་བྱུང། ཨ་ནི་ཁ་སེང་ཐེངས་དང་པོ་དེའི་ནང་ལ་ཡར་ཨ་ནི་ཚང་མས་རྒྱབ་ཡོག་ཡག་པོ་ཞེ་དྲག་གནང་ཤག་སེང་བོ་སེང་གཅིག་སེང་སེ་གནང་མཁན་མང་པོ་བྱུང་འདུག་ཨ་ནི་ང་ཞེ་དྲག་དགའ་པོ་བྱུང་དང་པོའི་མཚམས་ལོ་ལ་ཡར་ངས་ལྟ་གཅིག་བཟོས་ནས་མི་གཅིག་ཧ་ཐོག་ནས་བཞི་བཅུ་ལྔ་བཅུ་ཕྱི་མ་ཞུ་ལྟ་ཡིན་རག་མ་རེད་བསམ་ཡོད་ལས་ད་ཉི་མ་བཅུའི་ནང་ལོག་ལས་ང་རའི་བསམ་ཚུལ་ལས་འདས་པའི་མི་བརྒྱད་བརྒྱ་ང་སེམས་ཚེ་ཇི་ལྟར་ལས་དེ་བཞག་ཨ་ནི་ཡིན་བྱས་ཙང་འདིས་ང་དགའ་བོ་ཞེ་བོ་བྱུང་སོང་ཁྱེད་རང་ཚོའི་རྒྱབ་སྐྱོར་བརྟེན་བྱས་ངས་ད་འོད་ད་ནི་ང་ལོག་བརྒྱད་ཙང་ནག་ཆུ་རྫ་ཆུ་འདྲེ་ཏིས་བལ་བོ་འདུག་ཨི་ཡང་མཚམས་མཚམས་དུ་བར་སྨན་ཁང་དང་དུ་བར་མཚམས་མཚམས་དུ་བར་ཡང་གཅིག་ད་ལོག་བརྒྱད་འགོ་སོང་ཙང་ཡང་དཀའ་ངལ་འདྲེ་འཕྲད་ན